བཀྲ་ཤིས་བདེ་ལེགས། དེ་འདྲ་དེ་རིང་ཉིན་འདི་ལ་ཡང་མི་སེར་རིས་མེད་ད་དེང་སང་ཡིན་ན་མི་སེར་རིས་མེད་འདི་དག་མི་འདྲ་རིགས་མང་པོ་ཞོག་ཅིག་ལེགས་གྲ། དེ་ཡི་ནང་ལོག་ནས་ད་དེང་རིང Chat GPT ཟེར་དེའི་སྐོར་ལ་ངོ་སྤྲོད་རོབ་ཅིག་ཞུ་ཡ་ཡིན་ད་སྤྱིར་བཏང Chat GPT དེ་གི་ཉིས་སྟོང་གཉིས་ཀྱི་སྔོན་ནས་ཡོད་པོ་ཡིན་ད་དྲ་རྒྱའི་སྒང་གི་གནས་ཚུལ་མང་པོ་ཞིག་འདི་རུ་བསྐྱེལ་ཅིག་ནས་ད་དེ་གི་དེ་བེད་སྤྱོད་བཏང་ཚེ་ནས་ནི་ང་ཚོ་གི་ནས་ད་ང་ཚོ་འདྲ་བོ་གི་ལས་ཀ་དེ་འདྲ་བྱེད་ཡ་ལ་རོགས་པ་འདྲ་བོ་དེ་འདྲ་བྱེད་གི་འདུག་ཨ། ཐ་ལི་ཀ་རོགས་པ་བྱས་ལ་ཐ་ལི་ཀ་རིགས་མ་འདྲ་བ་མང་པོ་ཅིག་གི་ནང་ལོགས་ནས་ཨ་ནི་ཐང་ཉིད་འདི་ལ་དཔེ་འཆང་གི་ཆེད་དུ་ཨ་ནི་ཅིག་ནས་ཅིག་ཞུས་པ་ཡོང་པ་ཡིན་ན། དང་པོ་དེ་ཁོས་གིས་ང་ཚོ་ལ་མི་ལ་ཨ་ནི་མི་གི་སྐད་མི་ལ་སྐད་ཆ་བཤད་ཀྱི་ཡོད་པའི་གི་ཁོའི་ཁྲོ་སྣང་ཆེ་དེ་ནས་དེ་ཅི་ནས་བག་ཅེས་དེ་ལ་བཤད་ཀྱི་འདུག་ཨང། ཆང་གི་བག་སྐད་ཆ་དྲིས་པ་ཡིན་ན་ཁོ་གིས་ད་ཆ་ཚུར་ལ་མི་གི་འདུ་ཤེས་བཟུང་ནས

ཁོ་ཚིག་དེ་ལ་རྒྱ་ཡིག་གི་ནང་འགྲེལ་བཤད་བརྒྱབ་མ་ཟད་ཁོ་གི་བེད་སྦྱོར་དེ་ཡང་བྱ་བེད་སྦྱོར་དེ་ཨིན་སྐད་ནང་ལོག་ལ་ཚུར་བསྒྱུར་བྱ་དགོས་ཨང། དེ་གཅིག་རེད། དེ་གཅིག་ལ་ད་འདི་ནས་ཚིག་གཞན་པ་གཅིག་གབ་འདུག་ལ། འབའ་ཡིན་ན། ད་ང་ཚོ་ཞིབ་འཇུག་གི་ཡིག་ཆ་ཡིན་ན་འདྲ་སྒྲུང་ཁྲོད་ཡང་ཡིན་ན་འདྲ་སྙན་རྩོམ་ཁྲོད་ཡང་ཡིན་ན་འདྲ་དེ་འདྲ་རྩོམ་རིག་གི་རིགས་དེ་འདྲ་ཁོ་ཚོས་འབྲི་དགོས་ཡོད་པ་ཡིན་ན་ཡང་ཅིག་ཁོ་ལ་སྐད་ཆ་དྲིས་པ་ཡིན་ན་ཁོས་བྲིས་ཡོང་གི་འདུག་མི་ད་འདྲ་འདྲ་ལ་གང་རིགས་ཟེར་ཡ་དེ་སྐོར་ལ་རྩོམ་ཆུང་བྲིས་ལབ་པ་ཡིན་ན། མི་ཁུར་གི་ད་ཐུང་ཐུང་སྟབས་བདེའུ་དེ་འདྲ་ཁྲིད་ཡོང་གི་འདུག་ཨ། འོ་འདུག་ཟེར་ནས་མི་ཁུར་གི་ཆེད་ལས་མང་པོ་ཅིག་གི་ནང་ནས་མི་གཉིས་ཆེད་ལས་ཟླ་འདི་ནས་གསུམ་བཞི་གི་མུ་མཐུད་དང་སྦྲགས། ཨ་ནི་ཟླ་འདིའི་ལོ་ཚོད་མུ་མཐུད་དུ་ནི་ང་ཚོ་གི་ཁུར་བེད་སྤྱོད་བཏང་ཕྱིན་ནས་ནི་ང་ཚོ་གི་དྲ་རྒྱ་དེ་འདྲ་ག་འདྲ་ཞིག་བསུ་དགོས་མིན་དེ་སྐོར་ལ་ཞུ་བ་ཡིན་ཐུགས་རྗེ་ཆེ།